བཟང་ཞིང་བརྩེ་བའི་ཞིང་གི་གྲོགས་པོ་རྣམ་པ་ཁྱེད་ཚོ་བདེ་མོ་ཡིན་ན་ང་སང་ཉིན་པའམ་སྐབས་བཟང་རྒྱ་མཚོ་ཡིན། དེ་རིང་ཡང་ཨ་ཕོ་དུས་ཀྱི་འཕྲིན་བཏགས་བརྒྱུད་ལས་མུ་མཐུད་དུ་འགའི་ཆེད་སྒྲུབ་ལུགས་གཅིག་གྱུར་ནོར་གི་མཛངས་བླུན་ཞེས་བྱ་བའི་མདོ་ལས། དབང་པོ་བཅུ་གཅིག་པ། ཨ་ཕོ་ལུགས་ཀྱི་འཕྲིན་བཏགས་སྟེང་གི་ལེའུ་ཞེ་གཉིས་པ། གླིང་བུ་སྐྱོང་གི་ལེའུ་འདི་སྒྲོག་འདོན་མཛད་རྒྱུ་ཡིན།

འདིར་སྐད་བདག་གིས་ཐོས་བ་དེ་གཅིག་ན། བཅོམ་ལྡན་འདས་མཉན་ཡོད་ན་རྒྱལ་བུ་རྒྱལ་བྱེད་ཀྱི་ཚུལ། མགོན་མེད་སྲིད་བརྒྱན་གྱི་གིང་ག་ར་བ་ན་བཞུགས་སོ། དེ་ཚེ་ཡུལ་མ་འགའ་ད་ན། ཁྱིམ་བདག་གཅིག་ལ་བུ་ཞིག་བཙས་ཏེ། བཟང་བ་ལྟ་ན་སྡིག་པ་མཚན་དང་ལྡན་པ་ཞིག་གོ། ཁྱེའུ་དེ་ཐོག་མ་བཙས་བ་ན་བང་མཛོད་ཀྱི་ནང་ནས་གསེར་གྱི་གླིང་བུ་ཁྲག་གི་ཞིག་རང་བྱུང་ངོ། ཁྱེའུ་ཕ་མ་དེས་དེ་ལྟ་བུ་བྱུང་བ་མཐོང་ནས་རབ་ཏུ་དགའ་སྟེ་མཚན་མཁན་ལ་བསྟན་ནས། མཚན་མཁན་གྱིས་ཀྱང་ཁྱེའུ་འདི་བསོད་ནམས་ཀྱི་མཚན་དང་ལྡན་པར་རྟོགས་ཏེ། ཁྱེའུ་འདི་ཐོག་མ་བཙས་བ་ན་ངོ་མཚར་ཆེ་བའི་ལྟས་ཅི་ཞིག་བྱུང་ཞེས་དྲིས་སོ། ཆེས་ཕ་མའི་མེ་བ། ཁྱེའུ་འདི་བརྩེ་བ་ན་མཛོད་ཅིག་གནང་ནས་གསེར་གྱི་གླང་བོ་ཆེའི་ཁྲི་འགའ་ཞིག་རང་བྱུང་ངོ་ཞེས་སྨྲས་བ་དང། ཁྱེའུ་ཡིས་མང་ཡང་གླང་བོ་སྐྱོང་ཞེས་བཏགས་སོ། ཁྱེའུ་ཇི་ཙམ་ཁྱེར་སྐྱེ་བ་བཞིན་གསེར་གྱི་གླང་བོ་ཆེར་ཁྲི་འགའ་ཡང་སྐྱེས་ཏེ། ཁྱེའུ་འགྲོ་ན་གླང་བོ་ཆེའི་ཁྲི་འགའ་ཡང་འགྲོ་སྟེ་རྟག་ཏུ་འགྲོགས་སོ། གླང་བོ་ཆེའི་ཁྲི་ཀའི་སྐྱིན་དུག་ཀྱང་གསེར་དུ་བྱུང་ངོ། གླང་བོ་སྐྱོང་ཁྱེར་སྐྱེས་ནས་ཁྱིམ་བདག་གི་བུ་ལྔ་བརྒྱ་ཙམ་དང་རྟག་ཏུ་ལྷན་ཅིག་རྩེས་ཏེ། གཅིག་ལ་གཅིག་ཡིད་གཅིག་པས། ཕྱི་ཞིག་ན་ཤི་བ་དེ་དག་སོ་སོ་ནས་ཁྱིམ་ན་ངོ་མཚར་ཆེ་བ་ཅི་ཡོད་པའི་གཏམ་བྱས་པ་དང། དེ་ལ་ཁ་ཅིག་ནི། ངའི་ཁྱིམ་ན་ཁྲི་སྟན་དང་དམྱལ་བའི་མ་ཆ་ལ་སོགས་པ་ཐམས་ཅད་རིན་པོ་ཆེ་སྣ་བདུན་ལས་བྱས་སོ་ཞེས་ཟེར་རོ། ཁ་ཅིག་ནི། ཉེས་ཁྱིམ་དང་སྐྱེ་མའི་ཚད་ལ་སོགས་པ་ཐམས་ཅད་ཀྱང་རིན་པོ་ཆེ་ལས་སྐྱེས་སོ་ཞེས་ཟེར་རོ། ཁ་ཅིག་ནི། ངའི་བང་མཛོད་རྟག་ཏུ་རིན་པོ་ཆེ་དམ་པས་ཡོངས་སུ་གང་ངོ་ཞེས་ཟེར་ཏེ། ཀུན་གྱིས་སོ་སོ་ནས་ཡ་མཚན་ཅི་ཡོད་པ་རྣམ་པ་སྣ་ཚོགས་ཀུན་སྨྲས་པ་དང། དེ་ནས་གླིང་བུ་སྐྱོང་གིས་ཀྱང་བདག་ཐོག་མ་བཙས་པ་ན་སེར་སྐྱའི་གླིང་བུ་ཆེའི་ཁྲི་ཁ་ཞིག་ཀྱང་རང་བྱུང་སྟེ། ཁོ་བོས་ཇི་ཙམ་དུ་སྐྱེ་བ་བཞིན་དུ་གླིང་བུ་ཆེའི་ཁྲི་ཁ་ཡང་དེ་བཞིན་དུ་སྐྱེས་ཏེ། ཁོ་བོའི་བསམ་པ་བཞིན་དུ་འགྲོ་ལ། གླིང་བུ་ཆེ་དེ་ལ་ཞོན་ནས་ལྟད་མོ་ལྟ་བ་ལ་སོགས་པ་གང་ཡང་ཡིད་བཞིན་དུ་འཇོག་པར་འགྲོ་སྟེ། སྐྱིན་སྟུག་ཀྱང་གསེར་དུ་བྱུང་ངོ་ཞེས་སྨྲས་བ་དང། དེ་ཚེ་རྒྱལ་པོ་མ་སྐྱེས་དགྲ་ཡང་དེ་ན་འདུག་སྟེ། གླིང་བུ་སྐྱོང་གི་སྨྲས་པ་ཐོས་ནས་འདི་སྙམ་དུ། བདག་རྣམས་རྒྱལ་པོར་གྱུར་ན་འཕྲོག་གོ་སྙམ་བསམས་ཏེ། ཞེས་རྒྱལ་པོར་གྱུར་ནས་གླིང་བུ་ཅུང་བཀུག་སྟེ། ཁྱེད་ཀྱི་གླིང་བུ་ཆེས་དབུལ་གཅིག་ཅེས་བསྒོའོ། དེ་ནས་གླིང་བུ་ཅུང་གི་ཕ་མའི་བུ་ལ་འདི་སྐད་ཅེས་སྨྲས་སོ། མ་སྐྱེས་དགྲ་ལྟ་བུ་ཁྲོ་ཞིང་གཏུམ་ལ། འདོད་ཆེན་ཆེ་བ་མེད་དེ། བདག་གི་ཕ་ཡང་བསད་ན་གཞན་ལྟ་ཅིར་མེད་དེ། ད་ཁྱོད་ཀྱི་གླིང་བུ་ཆེ་འཕྲོག་པར་བྱེད་ཅེས

ཐོབ་དྲུང་གི་ནང་དུ་ཡོང་ནས་གདོན་བབས་སོ། དེ་ནས་རྒྱལ་པོ་ལ་གཤེགས་བྱས་ཏེ་བདེ་བར་གྱུར་ཅིག་ཅེས་སྨྲས་པ་དང། རྒྱལ་པོ་རབ་ཏུ་དགའ་ནས་སྟན་བཏིང་བ་ལ་འདུག་ཏུ་བཅུག་སྟེ་བཟའ་བ་དང་བཏུང་བ་བྱིན་ནོ། དེས། དེ་སྐད་ཀྱིས་དམིགས་པའི་འོག་ཏུ་ཕྱིར་འགྲོ་ཞེས་བྱ་བ་དང། གླིང་བུ་སྐྱོང་ལ་གསེར་གྱི་གླིང་བུ་ཞོག་ལ་ཁྱེད་ཅག་ཕྱིར་དོང་ཞིག་ཅེས་བསྒོའོ། དེ་ནས་གླིང་བུ་སྐྱོང་ཡང་རྒྱལ་པོའི་བཀའ་བཞིན་དུ་གླིང་བུ་ཆེ་ཕྱིར་བཞག་ནས། ཕར་སྤེལ་གཉིས་རྐང་བས་བཟུང་སྟེ་སྒོར་ཕྱིན་པ་ཙམ་ན། རིང་བོ་མ་ལོན་པར། གླིང་བུ་ཆེ་ཡང་དེ་ཉིད་དུ་སའི་ནང་དུ་ནུབ་ནས། སྒོའི་ཕྱི་རོལ་དུ་གླིང་བུ་སྐྱོང་གི་མདུན་དུ་བྱུང་ངོ། གླིང་བུ་སྐྱོང་ཕར་སྤེལ་གཉིས་དེ་ལ་ཕྱིར་བྱོན་ཏེ་ཁྱིམ་དུ་སོང་ནས། འདི་སྙམ་དུ་བསམས་སོ། རྒྱལ་པོ་ཡང་ཁྱེད་བཞིན་བྱེད་པ་མ་ཡིན་ཏེ་མ་ཉེས་དག་ཀྱང་ཁྲིམས་དང་སྦྱོར་བས། བདག་ཀྱང་མ་བལྟས་ན་གླིང་བུ་ཆེ་འདིའི་ཕྱིར་ཕྱོགས་ལ་དམའ་བར་ཡོང་གི། ད་ལྟ་བཅོམ་ལྡན་འདས་འཇིག་རྟེན་ན་འགྲོ་བ་མང་བོ་ལ་བདེ་བའི་དོན་མཛད་པ་དེའི་དྲུང་དུ་སོང་ལ། ཁྱིམ་དུ་བྱུང་ཞིང་ཚང་བ་སྤྱོད་པ་ལ་དགའ་བར་བྱའོ་སྙམ་བསམས་ནས། ཕ་མ་ལ་རབ་ཏུ་འབྱུང་གསོལ་བ་དང། ཕ་མས་ཀྱང་རབ་ཏུ་འབྱུང་བའི་གནས་ནས་ཕྱི་ཕྱག་འཚལ་ཏེ་གསེར་གྱི་གླིང་བུ་ལ་བྱོན་ནས། རྒྱལ་བུ་རྒྱལ་བྱེད་ཀྱི་ཚལ་གང་ན་བར་སོང་ངོ། བཅོམ་ལྡན་འདས་ཀྱིས་སྤྱན་སྔར་བྱིན་པ་དང། ཞབས་ལ་མགོ་བོས་ཕྱག་འཚལ་ནས། ཇི་ལྟར་འགྱུར་བར་བགྱི་བར་གསོལ་ནས། བཅོམ་ལྡན་འདས་ཀྱིས་ལེགས་པར་འོངས་སོ་ཞེས་བཀའ་སྩལ་བས། སྐྲ་དང་ཁ་པར་འང་ཕྱིར་ཏེ་དགེ་སློང་དུ་གྱུར་ཏོ། དེ་ལ་བཅོམ་ལྡན་འདས་ཀྱིས་བདེན་པ་བཞིའི་ཆོས་ཅི་རིགས་པར་བསྟན་པས་དགྲ་བཅོམ་པར་གྱུར་ཏོ། དགེ་སློང་བློང་བོ་སྐྱོང་ཡང། དགེ་སློང་གྲོགས་གཞན་དང་ལྷན་ཅིག་བཏང་ན་འདུག་ཀྱང་རུང་སྟེ། གསེར་གྱི་བློང་བོ་ཆེ་རྟག་ཏུ་གྲོང་ན་འདུག་གོ། དེའི་ཚེ་ན། མཉན་དུ་ཡོད་པ་ན་འཁོད་པའི་མི་རྣམས་ཀྱིས། གསེར་གྱི་བློང་བོ་ཆེ་ལྟ་བུའི་ཕྱིར་ཐམས་ཅད་དེ་འདི་བར་གྱུར་ནས། རྣམ་འགྱུར་སྤྱོད་པ་ལ་འདུ་འཛི་མང་བོར་གྱུར་ཏེ། དགེ་སློང་དག་གིས་བཅོམ་ལྡན་འདས་ལ་གསོལ་ནས། བཅོམ་ལྡན་འདས་ཀྱིས་དེའི་ཕྱིར་དགེ་སློང་བློང་བོ་སྐྱོང་ལ་འདི་སྐད་ཅེས་བཀའ་སྩལ་ཏོ། ཁྱོད་ཀྱིས་བློང་བོ་ཁྱེད་ལ་ལྟ་བ་མང་བོ་འདུ་བས། མི་དབེན་པར་གྱུར་ཅིག་མྱུར་དུ་སྤངས་ཤིག་ཅེས་བཀའ་སྩལ་བ་དང། བློང་བོ་སྐྱོང་གིས་གསོལ་བ། བདག་གིས་ཀྱང་ཐོག་མ་ནས་སྤང་བར་བསམས་ན། འགྲོ་བར་མ་བཏབ་བོ། བཅོམ་ལྡན་འདས་ཀྱིས་ཡང་བཀའ་སྩལ་པ། ཁྱོད་གླང་བོ་ཆེ་ལ་ལན་གསུམ་དུ་འདི་སྐད་ཅེས་སྨྲོས་ཤིག། ང་ནི་སྐྱེ་བའི་ཕྱོགས་སུ་དེ་ད་ཕྱིན་ཆད་མི་དགོས་སོ་ཞེས་བསྒོ་ཞིག་དང་མེད་པར་གྱུར་རོ། གླང་བོ་ཅོང་གིས་ཀྱང་བཅོམ་ལྡན་འདས་ཀྱིས་བཀའ་སྩལ་བ་བཞིན་དུ་གླང་བོ་ཆེ་ལ་ད་ནི་མི་དགོས་སོ་ཞེས་ལན་གསུམ་གྱིས་བར་དུ་སྨྲས་པས། གསེར་གྱི་གླང་བོ་ཆེ་ཡང་ཚེའི་ནང་དུ་ནུབ་བོ། དེ་ལ་དགེ་སློང་དག་ངོ་མཚར་དུ་གྱུར་ནས་བཅོམ་ལྡན་འདས་ལ་འདིར་སྐད་ཅིག་གསོལ་ཏོ། དགེ་སློང་གླང་བོ་སྐྱོང་འདིས་སྔོན་བསོད་ནམས་ཅི་ཞིག་བགྱིས། བསོད་ནམས་ཀྱི་ཤིང་ཇི་ལྟ་བུ་ལ་དགེ་བའི་རྩ་བ་ཇི་ལྟ་བུ་ཞིག་སྐྱེས་ན། འདི་ལྟ་བུའི་འབྲས་བུ་རྣམ་པར་སྨིན་པར་འགྱུར། བཅོམ་ལྡན་འདས་ཀྱིས་ཀིང་ག་བུ་དང་དགེ་སློང་རྣམས་ལ་འདིར་སྐད་ཅིག་བཀའ་སྩལ་ཏོ། སོ་སོའི་སྐྱེ་བོ་ཡང་རུང་བའི་སྐོམ་སྐྱུག་གསུམ་གྱིས་བསོད་ནམས་ཀྱི་ཤིང་ལ་དགེ་བའི་ས་བོན་ཅུང་ཟད་ཅིག་བཏབ་ན། འབྲས་བུ་ཚད་མེད་པ་ཐོབ་པར་འགྱུར་རོ། སྔོན་འདས་པའི་དུས་ན། སངས་རྒྱས་འོད་སྲུང་འཇིག་རྟེན་དུ་གཤེགས་པའི་ཚེ། མིའི་ཚེ་ལོ་སྟོང་ཕྲག་ཉི་ཤུའི་བར་དག་ནས་སོ། སངས་རྒྱས་དེས་སེམས་ཅན་གྱི་དོན་བྱས་ནས་མྱ་ངན་ལས་འདས་པའི་འོག་ཏུ། རང་གསལ་མཆོད་རྟེན་མང་དུ་བྱས་སོ། དེའི་ཚེ། མཆོད་རྟེན་གཅིག་གི་ནང་ན། བྱང་ཆུབ་སེམས་དཔའ་ཐོག་མ་སྒར་ལྡན་གྱི་གནས་ནས་བབས་ཏེ། ཡུམ་གྱི་ལྷུམས་སུ་ཞུགས་པའི་ཚེ་བྱིས་པ་གླིང་བུ་ཆེ་དེའི་མཆོད་རྟེན་ཞིག་ཀྱང་ཡོད་དེ། དེའི་ཚེ་ན་གླིང་བུ་ཆེའི་གཟུགས་ཅུང་ཟད་ཅིག་ཞིག་ནས་དེ་ལ་མི་ཞིག་ཕྱག་འཚལ་དུ་ཡོང་སྟེ། གླིང་བུ་ཆེའི་གཟུགས་ཅུང་ཟད་ཅིག་ཞིག་པ་དེ་མཐོང་ནས་འདི་སྙམ་དུ་བསམས་སོ། འདི་ནི་བྱང་ཆུབ་སེམས་དཔའི་བྱིས་པའི་ཐག་པ་ཡིན་ཏེ། འདི་ལྟར་བྱུགས་པར་འགྱུར་གྱིས་བདག་གིས་སླར་གསོ་སྙམ་བསམས་ནས་སྦྱིན་པ་ཞིག་སྦྱར་ཏེ། བསྐུས་པའི་སྟེང་དུ་གདུང་རུས་ཀྱིས་བསྐུས་ནས་འདི་སྐད་ཅེས་སྨོན་ལམ་བཏབ་བོ། བདག་མ་འོངས་པའི་དུས་སུ་རྟག་ཏུ་ཆོ་རིགས་བཙན་ཞིང་ལོངས་སྤྱོད་གསལ་མི་ཤེས་པ་དང་ལྡན་པར་ཤོག་ཅིག་ཅེས་སྨོན་ལམ་བཏབ་བོ། མི་དེ་ཚེ་འཕོས་ནས་མཐོ་རིས་ཀྱི་ལྷར་སྐྱེས་ཏེ། ལྷ་ལས་ཚེ་དེའི་ཕྱེད་ནི་མིའི་འཇིག་རྟེན་དུ་སྐྱེས་ཏེ། རྟག་ཏུ་ཆོས་རིག་བཙུན་པ་དང་ལོངས་སྤྱོད་ཆེན་པོ་དང་ལྡན་ཞིང་ཞལ་གཟིགས་བཟང་སྟེ་གསེར་གྱི་གླིང་བུ་ཆེ་རྟག་ཏུ་བྱུང་བར་གྱུར་རོ། བཅོམ་ལྡན་འདས་ཀྱིས་ཀུན་དགའ་བོ་ལ་བཀའ་སྩལ་པ། དེའི་ཚེ་དེས་ན། གླིང་བུ་ཆེ་ཟེར་བའི་མི་དེ་ནི་ད་ལྟ་དགེ་སློང་གླིང་བུ་སྐྱོང་ཡིན་ཏེ། དེའི་ཚེ་ན་གླིང་བུ་ཆེ་ཟེར་བས་དེའི་མཚན་གྱིས་ལྷ་དང་མིའི་ནང་ན་ལོངས་སྤྱོད་ཆེན་པོ་དང་ལྡན་པར་གྱུར་ཏོ། དཀོན་མཆོག་གསུམ་ལ་གུས་ཤིང་སྤྲུལ་བཏང་བྱས་པས། ད་ལྟ་ང་དང་ཕྲད་དེ་བསྟན་པ་ལ་རབ་ཏུ་བྱུང་ནས། སེམས་ཀྱི་དྲི་མ་ཀུན་བསལ་ཏེ་དགྲ་བཅོམ་པར་གྱུར་ཏོ། ཚེ་དང་ལྡན་པ་ཀུན་དགའ་བོ་དང་འཁོར་མང་བོ་རྣམས། བཅོམ་ལྡན་འདས་ཀྱིས་གསུང་བ་འདི་ཐོས་ནས། ཐམས་ཅད་ཀྱིས་དོན་རྟོགས་ཤིང་ཁོང་དུ་ཆུད་དེ། ལ་ལས་ནི་རྒྱུན་དུ་ཞུགས་པ་དང་ལན་ཅིག་ཕྱིར་ལྡོག་པ་དང་ཕྱིར་མི་ལྡོག་པ་དང། དགྲ་བཅོམ་པ་ཐོབ་པར་གྱུར་ཏོ། ཁ་ཅིག་ནི་བླ་ན་མེད་པའི་བྱང་ཆུབ་ཏུ་སེམས་བསྐྱེད་དེ་ཕྱིར་མི་ལྡོག་པའི་ས་ལག་ནས་སོ། བཅོམ་ལྡན་འདས་ཀྱིས་གསང་བ་ལ་འཁོར་མང་བོ་མངོན་པར་དགའ་ནས་རྗེས་སུ་ཡི་རང་ངོ། ལོངས་སྤྱོད་སྐྱོང་གི་ལེའུ་སྟེ་བཞི་བཅུ་རྩ་གཉིས་པའོ།